རྣམ་པ་ཚོ་ལ་བཀྲ་ཤིས་བདེ་ལེགས་ཞུ། ཞུ་ཕུལ་མི་འདུག་ཁ་ཅིག་ལ་ན་དེ་ལ་ན་ཉེ་ཆར་གནས་ཚུལ་རྩ་དྲག་པོ་ཞིག་འདུག་རོགས། ད་ལྟ་ང་ལ་ཡུ་ཀྲུབ་ཀྱི་ཅན་ནན་ཅི་ཡོད་རེད་ཡུ་ཀྲུབ་ཅན་ནན་དེ་ངེད་ཀྱི་བརྙན་ཐུང་ལ་བསུ་བ་བསམ་དུས་ཅན་ནན་གྱི་ཡུ་ཀྲུབ་ཀྱི་ཅན་ནན་དེ་བརྙན་ཐུང་བཟོས་ཏེ་མཚམས་བཞག་ནས་རྒྱུན་རིང་པོ་འགྲོ་སོང་རོགས། ད་ད་ལན་འདི་ལ་ད་ད་ངོ་དེབ་ཕེས་སྦུག་ནང་ལོ་ལ་གནས་ཚུལ། དེ་མཐོང་དུས་ནི་ཡུལ་གྲུབ་སྣང་ལོག་ལ་ད་ལྟ་ཡུལ་གྲུབ་པོའི་མག་མོག་ཅིག་གིས་ད་ལྟ་གཉིས་འདུག། དུས་སུ་མཐོང་བའི་སྐབས་སུ་དེ་ལ་གཉིས་འདུག་མ་བཟོད་རང་བཟོད་ཐུགས་སུ་ད་ལན་དེ་ང་མ་བཟོད་རང་བཟོད་ཐུགས་སུ་ཁ་ཅིག་ཤོར་བས་ན་རོ། ང་བོད་པ་ཅིག་རེད་རོ། ནི་ང་ཚོའི་གི་དབུ་ཁྲིད་འདི་ག་རེད་ལ་ན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རེད་རོ། ནི་ང་ནང་པ་ཅིག་རེད་ནང་པ་ཅིག་ཡིན་དུས་སྐབས་སུ་ང་སྟོན་པ་བཅོམ་ལྡན་འདས་ཀྱི་མཁྱེན་ཆུང་རེད།

སྟོན་པ་གི་སྐུ། གུ་རུ་རིན་པོ་ཆེ་གི་སྐུ། གཉིས་ཤིང་དག་སྐུ་ཞེས་བཏགས། དེ་འདྲའི་ལ་སྐུ་རྩ་ཆེན་པོ་དེ་འདྲའི་ཚེ་དེ་བཞིན་ཉིད་ཀྱི། སངས་རྒྱས་སྟོན་པ་བཅོམ་ལྡན་འདས། དེ་འདྲའི་ལ་རྐང་པ་བཞག་བྱས་ནས། ག་རེའི་ལ་གེ་ཡོད་རེད་ལ་ན། གད་སྙིགས་སྐྲངས་རྒྱན། གད་སྙིགས་ཡིན་པ་ཅི། དངོས་གནས་གསུམ་གྱི་གད་སྙིགས་ནི་སུ་རེད། སྟོན་པ་བཅོམ་ལྡན་འདས་གད་སྙིགས་རེད་བས། ཁོང་གི་མི་ཚེ་གང་བཟང་ནག་ལོག་ལ་བྱང་ཆུབ་སེམས་དཔའ་ཁོམ། མི་གཞན་དག་གི་ཆེད་དུ་ར་ཆོས་གསུངས། ར་གཞན་ཕན་གནང། ར་ཨུ་ད་ལན་ང་ཚོ་ད་ད་ལྟ་ཡིན་པ་ཡིན་ན་སྟོན་པ་བཅོམ་ལྡན་འདས་ཀྱི་བྱང་ཆུབ་ཀྱི་འོག་ལ་ད་ད་ལྟ་ཡིན་པ་ཡིན་ན་ང་ཚོ་ནང་ཆོས་མང་པོ་བྱེད་བྱེད་བསྡད་ཡོད་ར་ནི་ང་ཚོ་ད་ད་དགོན་སྡེ་ཁག་ར་ནི་ཆོས་ལུགས་ཁག། དགེ་ལུགས་ཡིན་པ་ཡིན་ན་རེད་བཀའ་བརྒྱུད་ཡིན་ན་རེད་བོན་ཨོ་ག་རེད། བཀའ་བརྒྱུད་ཀྱི་སྙིགས་མ་བཅས་དམ་ཆོས་ལྟར་ང་ཚོ་སྙིགས་མ་ལས་རོ་སྙིགས་མ་དེ་བཅས་ནི། བཀའ་བརྒྱུད་རོ་ས་སྐྱ་ཤ་ཚ་ནི་དགེ་ལུགས་བཅས་ནི་ཡང་གཞན་ཆོས་ལུགས་ཁག་ཡོད་རོ། ནི་གཞན་ཆོས་ལུགས་ཁག་ལ་དེར་བྱེད་སྟངས་ཀྱི་ཆོས་ལུགས་གཙོ་བོ་བཞི་དེ་རོ། དེ་ཚང་མ་སྟོན་པ་གཅིག་གི་འོག་ལ་རོ། སྟོན་པ་གཅིག་གི་འོག་ལ་སྟོན་པ་བཅོམ་ལྡན་འདས་ཀྱི་འོག་ལ་དེ་གཅིག་དང་གི། ཆོས་ལུགས་མ་འདྲ་བ་རེད་དེ་ཡིན་ནའི་སྟོན་པ་གཅིག་གི་འོག་ལ་རེད་རོ། སོང་ཙང། ཁོ་གི་ག་རིག་ལ་གི་ཡོད་རེད། གི་ཉིད་ལ་ཡོད། དེ་གི་ཉིད་ཁོ་རང་རང་གི་ཉིད་རོ། རེད་མ་རེད་རོ། ཨིན་དྲིས་གི་ད། ཚེ་འདིའི་སྙིང་པོ་མ་མཐོང། ནི། ཚེ་འདི་ན་འཛམ་གླིང་འདིའི་ནང་ལ་དུག་ངན་ཡོད་རྒྱུ་དེ་ཚོ་སེལ་གི་ཆེད་དུ་ལམ་སྟོན་སྟོན་ངན། ལོ་ལམ་ལྔ་སྡུད་ངེས་སྟོན་པ་བཅོམ་ལྡན་འདས་ལ་ནི་སྟོན་པ་ལ་དུས་ལམ་ལྔ་སྡུད་ངེས་འདི་ལྟ་བུར་རོ། གསུངས་ཀྱང་སྟོན་པ་བཅོམ་ལྡན་འདས་དེ་བཞིན་གཤེགས་པ་ལ་དགྲ་བཅོམ་པ་ལ་དགྲ་བཅོམ་ངེས་ལ། སངས་རྒྱས་ཁོང་ལ་འདི་འདྲ་བྱེད་དུས་ལོ་ང་སེམས་དཔའ་ཟོས་མ་ཟོས་སེམས་དཔའ་ཟོས་མ་ཟོས། ད་གུ་རུ་རིན་པོ་ཆེ་དེ་ནང་བཞིན་ལོ་གུ་རུ་རིན་པོ་ཆེ་དཔལ་རྩ་ཆེན་པོ་ལོ། གོང་ལ་དུ་རྐང་པ་བཞག་གོ། དེ་ནང་བཞིན་སངས་རྒྱས་སྐུ་ཞེ་སྡང་གཅིག་ལ་རྐང་པ་བཞག་ལ་དོ། བདག་མི་འདི་ལྟ་སྔོན་གནས་ངས་ཐག་ཆོད་ནས་ལབ་ཡོད་ལ། ཨེ་འབྲས་ཀྱི་སྐྱེ་བོ་དམ་པ་མཁས་པ་ལ་སློབ་སྦྱོང་ཡོད་ངེས་དེ་འདྲའི་གཅིག་ལ་ནི་ཆོས་ཉམས་ལེན་ཡོད་ངེས་དེ་འདྲའི་གཅིག་ལ་རྐང་པ་བཞག་དོན་སྐབས་སུ། བདག་མི་འདི་ལྟ་དམྱལ་བ་ལ་ལྟ། ལུང་དང་ལུང་ལ་དམྱལ་བ་འདི་བཞག་དང། ཚེ་ད་ལྟ་དུས་ནག་མོ་ལ། དཀའ་ངལ་ཧང་སང་ཡང་མང་པོ་ཡོང་གི་རེད། དཀའ་ངལ་ག་དུས་ཡོང་གི་ལ་ནི་ཤི་བའི་སྐབས་སུ་སྤྱོད་འཇུག་ནག་མོ་ལ་ག་རེ་གསུང་ཡོད་རེད། མི་དེ་གལ་སྲིད་སློབ་སྦྱོང་ཡག་པོ་ཅིག་བརྩོན་འགྲུས་ཡག་པོ་ཅིག་མ་བྱེད་ཅིག་ནས་ལས་ཀ་སྡུག་ཅག་ཅིག་བྱས་པ་ཡིན་ན། ཁོ་ཤི་བའི་སྐབས་སུ་ག་འདྲས་ཤི་ཡི་རེད། ཤི་བའི་སྐབས་སུ་ག་འདྲས་ཤི་ཡི་རེད་འདོད་ན། ཅིག་སྣང་གི་སྡིག་པ་ཡི་ལས་ཀྱིས་ལ་ད་ངས་དགེ་བ་བྱེད་དགོས་ཡོད་བསམ་ལ་དགེ་བ་དེ་བྱེད་མ་ཐུབ་ཡ། མི་ཚེ་ཕྱེད་ཀ་རྫོགས་མི་ཚེ་ཕྱེད་ཀ་རྫོགས་དུས་སྐབས་སུ་ཡ། ངས་དགེ་བ་བྱེད་དགོས་ཡོད་བསམ་བྱས་ནས་དེ་འབྲས་ཀྱི་དབང་བྱས་ཡ་མི་ཚེ་གང་གང་ཙམ་རྫོགས་ཡ་མཐའ་མ་ཤི་བའི་དུས་ཚོད་སྐབས་སུ་འོ་ད་ངས་ཆོས་བྱས་ན་ཏག་ཏག་ཡིན་བསམ་དུས་ནི་ཨ་མྱོས་ལ་ག་དུས་ཁོ་བོ་རེ་ལ་ན། འོ་དམྱལ་བ་ཡི་ཁྱེད་རང་སྐད་གདངས་དེར།

ལ། བསྟོད་ན་ཁོ་རང་གི་ལ་ཡ་ཞིག་འདུག། ཤེས་རབ་སྙིང་པོ་ལ། ཆོས་ཀྱི་དཔེ་ཆ་རྒྱལ་བའི་རྩ་ཆེན་པོ་སངས་རྒྱས་ཀྱི་གསུང་ཡང་ཤེས་རབ་སྙིང་པོ་དང། དཔེ་ཆ་གཞན་དག་ཁག་དོན་གསུམ་ལ། རྐང་པ་རྣེམ་གྱི་དུ་བ། སངས་རྒྱས་ཀྱི། སྐུ། སྐུ་འདྲ་དེ་ཚོ་ད་གལ་ཆེན་པོ་ཡིན་དང་ཡིན། དེ་ནང་བཞིན། སངས་རྒྱས་ཀྱི་ཆོས་ལས་དེ་ཧང་སངས་ཀྱི་གལ་ཆེན་པོ་ར། ད་ངེད་ལ་ཡང་བཤེས་གཉེན་དེ་འདྲ་མང་པོ་བལྟ་ཡོད་དེ་ད་ངེད་ཀྱིས་ཕྲན་བུ་ཅིག་ལབ་བ་ཡིན་ན། སངས་རྒྱས་ཀྱི་ཆོས་ལས་དེ་ག་རེ་ཆགས་ཀྱི་ཡོད་ལབ་ན། མི་ནད་པ་ཅིག་ལ། ན་དེ་ཡོད་ན་ཁོ་ནད་ཀྱི་མནར་གཅིག་ནས་ལྷུང་དེ་ཡོད་ན་བེད་དཀའ་ངལ་གྱི་ལྷག་དེ་ཡོད་ན། ནི་ཁོ་ནད་དེ་དྲག་ཡལ་གྱི་ཆེད་དུ་ཁོ་ག་རེ་བཟའ་བ་རེ་སྨན་བཟའ་དགོས་རོགས། དེ་ནང་བཞིན་འཛམ་གླིང་འདིའི་ནང་ལུས་ལ་ནི་དཀའ་ངལ་མང་པོ་དཀའ་ངལ་ཡོད་ངེས་ང་ཚོ་ཚང་མ་ཁོ་རོགས་ནང་ལུས་ལ་ཡོད་རོགས་ང་ཚོ་ཚང་མ་ལ་དཀའ་ངལ་ཡོད་རེད། ལ། ཁ་ཤས་དཀའ་ངལ་མེད་བར་འགྲོ་བྱེད་ཀྱིན་འདུག་ཁོ་ལ་དཀའ་ངལ་ཡོད་དཀའ་ངལ་མང་པོ་ལུས་ཀྱིས་ཁྱེར་བ་བྱུང། ད་སོང་ཙང་དཀའ་ངལ་ཡོད་ངེས་དེ་ཚོ་ཚང་མ་ཡལ་དཀའ་ངལ་ནི་ས་ངལ་གྱི་ཆེད་དུ་སྨན་ནང་བཞིན་གྱི་ཆོས་ལས་དེར་སངས་རྒྱས་ཀྱིས་འོང་སངས་རྒྱས་དཔེ་གལ་ཆེན་པོ་རེད་ལ་དེའི་ནང་བཞིན་ཧང་སངས་གལ་ཆེ་ཤོས་གཅིག་ག་རེ་ལ་ན་སངས་རྒྱས་ཀྱི་ཆོས་འདིར་སངས་རྒྱས་ཀྱི་གསུང་འདིར་ཆོས་ལ་དུས་ག་ལ་བར་སངས་རྒྱས་ཀྱི་གསུང་གོ། གསུང་འདི་ང་ཚོའི་སེམས་པ་འགུལ་བ་དང་ཡན་གྱི་ཆེད་དུ་རོ། ད་ཁོ་གི་སེམས་པ་འགུལ་བ་ག་བ་བཏང་བཏང་གིར་ཁོ་ག་བྱེད་འོང་རེད་སངས་རྒྱས་ཀྱི་ཆོས་དེ་ཚོ་ལ་རོ་རྐང་པ་བཞག་གོ། དཔལ་འབི་ཨིན་འབྲས་གྲོགས་གཅིག་ལ་དངོས་གནས་དམྱལ་བ་ལྷུང་བས་ཡིན། ད་དེ་ངའི་སྟེང་གི་བ་ལ་ཐུག་འདུག་བ། ད་དེ་ནང་བཞིན། བ། སྙིང་སྟོང་གསུམ་པ་འདི་ནང་ལ་འཁོར་ཁ་ཅིག་འདུག། གོང་ས་མཆོག་གི་སྐུ་དཔར། དཔལ་ནོར་རིན་པོ་ཆེ་གི་སྐུ་དཔར། བ། ཡང། བླ་མ་ཅིག་དང་བླ་མ་རྩ་ཆེན་པོ་ཅིག་དང་ཁོང་གསུམ་གྱི་སྐུ་དཔར་འདི་ལ་རྐང་པ་བཞག་སྐོར་གདའ། སངས་རྒྱས་ཀྱི་སྐུ་ལ་འདུད་སངས་རྒྱས་ཀྱི་སྐུ་ལ་འདུད་སངས་རྒྱས་མངོན་སུམ་ཡིན་པ་ཡིན་པ་དང་གཅིག་པ་གཅིག་རྐྱང་རེད་ང་ཚོ་གི་བསམ་བློ་གི་འཆར་སྣང་ཕྱུག་པོ་རེད་བསམ་བློ་གི་འཆར་སྣང་ནང་པོ་སངས་རྒྱས་མངོན་སུམ་ཡིན་བསམ་ན་སངས་རྒྱས་མངོན་སུམ་རེད་ང་ཚོ་རྡོ་རྗེ་ཡིན་པ་ཡིན་ན་རྡོ་རྗེ་གལ་སྲིད་སོ་སོ་གི་དད་པ་ཡོད་པ་ཡིན་ན་དེ་དངོས་གནས་གསུམ་གི་དད་པ་ཡོད་ན་དེ་ང་ཚོ་ག་རེ་སངས་རྒྱས་དང་གཅིག་པ་གཅིག་རྐྱང་ང་ཚོ་ངོས་འཛིན་ད་གལ་སྲིད་ཡིན་བསམ་པ་ཡིན་ན་དེ་གཅིག་པ་ཆགས་གོ་རེད་སོང་ཙང་རྒྱ་གར་གྱི་ད་ལྟ་ནབ་སོའི་ནང་ལོ་ལ་ཅི་ཡོད། གལ་སྲིད་ཁྱེད་རང་སེམས་པ་ནང་ལོ་ལ་དད་པ་དང་འདི་ཡོད་བ་ཡིན་ན་ཆུ་ཨིན་དྲའི་ང་ཚོས་ཆུ་ཨིན་དྲའི་ནགས་ལག་གི་ཆུ་དེ་འདྲ་ཡོད་བ་དེས་ང་ཚོའི་སེམས་པ་ནང་དད་པ་ཤུགས་ཆེན་པོ་བྱེད་བ་ན་དེ་ཡི་གང་ག་དང་གཅིག་པ་ཡིན་ལགས་ད་སངས་རྒྱས་ཀྱི་སྐུ་ལ་ན་ཡོད་རེད་རྩ་ཆེན་པོ་རོགས། ད་དེའི་ནང་ལ་ང་ཚོས་ཀྱི།

ཨོ་ག་རེ་སྤྱི་ཟླ་བཅུ་གཅིག་ནང་ལོ་ཁོག་གི་ངོ་དེབ་དེ་བཟོས་ཤིག་ངོ་དེབ་དེ་བཟོས་ནས་ཕྱིན་ནས་ད་ལྟ་བར་དུ་གོང་ས་མཆོག་ལ་ཁོ་ཁ་ཁ་རང་བཏགས་ནས་བསྡད་ཤིག་ག་རེ་འགྲིག་གི་མེད་ན་ཁོ་ག་རེ་ཡིན་ན་གོང་ས་མཆོག་ལ་དམིགས་ཚར་ཡོད་ན་ག་འདྲ་ཡིན་ན་བ་ང་ཚོ་མི་དཀྱུས་མ་ཅིག་ཡིན་དུས་སྐབས་སུ་སང་གི་ཁོང་འགྲོ་ཅིག་ན་ང་ཚོ་ང་ཚོ་ག་རེ་བྱིས་པ་རེ་བྱིས་པ་སྤོ་བོ་ནང་བཞིན་ཁོང་སང་གི་ཡིན་དུས་སྐབས་སུ་ཁོང་ལ་དད་པ་བྱེད་བོ་ཁོང་ད་བྱིས་པ་ནང་ལོ་བྱིས་པ་མཐའ་མ་འདི་རེ་བཞིན་བ་འོ་འོ་འདི་འདྲ་ཡོད་དུས་གོང་ས་མཆོག་གི་ལོ་རྒྱུས་གནང་ལུགས་རེ་རེ་ཕྱི་ནས་བལྟ་ད་རོགས་གོང་ས་མཆོག་གི་ལོ་རྒྱུས་ཆུང་དུས་ནས་ཧོར་གོང་ས་མཆོག་ལ་ཆུང་དུས་སྐུ་འཁྲུངས་ནས་ཕྱི་ནས་ཆབ་སྲིད་ཀྱི་གནས་སྟངས་དེ་བོད་ཀྱི་གནས་སྟངས་དེ་ག་འདྲའི་འགྲོ་ཞིག་ཆགས་ཡོད་རོགས་དེ་འདྲའི་གི་གནས་ཚུལ་རྫ་དྲག་པོ་གཅིག་ལ་གོང་ས་མཆོག་ལ་ཆབ་སྲིད་ཀྱི་འགན་ཆོས་སྲིད་གཉིས་ཀྱི་འགན་དེ་དུས་ཆོས་དང་སྲིད་གཉིས་ཀའི་གི་འགན་དེ་དགུང་ལོ་རོགས་ཆུང་ཆུང་དེ་འདྲས་ནས་ཕུལ། དེ་འདྲའི་ཕུད་ཕྱིན་ནས་རོ། ད་ཆིག་སྟོང་དགུ་བརྒྱ་ཆིག་སྟོང་དགུ་བརྒྱ་སུམ་སོ་ལྔ་གོང་ས་མཆོག་སྐུ་འཁྲུངས་རོ། སྐུ་འཁྲུངས་ཆེད་གོང་ས་མཆོག་ཆོས་རྗེ་གཉིས་ཀྱིས་འགན་འཁྱེར་རོ། འགན་འཁྱེར་གྱི་ཞེ་ས་མ་ཤི་ན་རོ། ནི་གོང་ས་མཆོག་གིས་སློབ་སྦྱོང་གནང་གི་ཡོད། ཁོ་རང་རང་གིས་སློབ་སྦྱོང་གནང་གི་ཡོད། དེའི་སྒང་ལ་བོད་ཀྱི་ཆབ་སྲིད་ཀྱི་གནས་སྟངས་ཨེ་འདྲ་ཡོད། ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ཕྱི་ཟླ་གསུམ་པ་ཚེས་བཅུ་ཉིན་མོ་དེ་ལ་རོ། རྒྱ་མི་གིས་ག་འདྲ་བྱས་ཡོད་རེད། སྤྱི་སྟོང་དགུ་བརྒྱ་ལྔ་བཅུ་ལྔ་དགུ་སྤྱི་ཟླ་གསུམ་པ་ཚེས་བཅུ་བདུན་ཉིན་མོ་ང་ཚོ་རྒྱ་གར་ལུང་པར་བྲོས་ལེ་རེད། ད་ཁོ་ཧ་གོ་གོ། ག་ཡིན་ན་ག་ཞིག་དང་ཁོང་གི་ལྟ་བ་ག་རེ་ཡིན་ན་བསམ་བློ་ག་རེ་ཡིན་ན། ད་ང་ཚོ་རྒྱ་གར་ལ་བྲོས་སླེབས་པའི་སྐབས་སུ་ལ་གོང་ས་མཆོག་ང་རང་ཚོ་བོད་པ་གི་དོན་དག་ལ་ལ་གོང་ས་མཆོག་ཁོ་རང་ཁེར་ཁོ་རང་གཅིག་པུ་ཡིན་པ་ཡིན་ན་ཁོ་རང་སྐུ་ཁེར་རྐྱང་ཡིན་གཅིག་པུ་ཡིན་པ་ཡིན་ན་རོ། ནི་ཞུ་ཆོ་ཆོ་ཡོད་རེད་ནས་ང་ཚོ་བོད་པ་གི་དོན་དག་ལ་རྒྱ་གར་གྱི་ས་མཚམས་གནད་བསྡུའི་སྐབས་སུ་ནི། རྒྱ་གར་གྱི་གཏན་འཇགས་ཀྱི་ཆེད་དུ་རོ། འབྲུག་ལ་མི་ཁ་ཤས་བཏང་བ་ནི། རྒྱ་གར་ལ་མི་ཁ་ཤས་བཏང་བྱས་ནས་ག་རེ་གནང་ཡོད་མེད་ལ་ནི། སུས་ཀྱིས་ལན་སྙོད་ལ་སྦྱོར་བ་ཡིན་པ་ཡིན་ན་སུས་ཀྱིས་ལན་གལ་སྲིད་ཁས་ལེན་པ་ཡིན་ན་ལན་སྙོད་ལ་སྦྱོར་བ་ཡིན་ན་ནི་ང་ཚོས་དེ་ལ་འགྲོ་ཡ་ཡིན་ལ་དུས་རྒྱ་གར་གྱིས་ནི་ལན་དེ་སྙོད་ལ་སྦྱོར། སྦྱོར་བ་ནས་ཨོ།

ཀླད་ཀོ་གོ་ཨེ་ཏི་དམིགས་ཡུལ་གཙོ་བོ་ག་རེ་ལ་ཁུག་གི་ཧ་གོ་མེད་ས་རེད། ལ་ག་རེ་ལ་འོན་ན་ང་རང་ཚོའི་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་ཀྱི་ཆེད་དུ་ལ་ང་ཚོ་བོད་ལ་དཀའ་ངལ་མྱངས་ནས་དེ་མ་ཐུ་བ་དེ་འདྲ་རེད་ལ་ན་དེ་མ་ཐུ་བ་དེ་འདྲ་མ་རེད་ང་ཚོ་དེ་ཐུ་རེད་ཡིན་ནའི་ཁ་ཅིག་ལ་ན་ང་ཚོའི་གི་བོད་ཀྱི་མི་འབོར་འདི་ཉུང་ཉུང་མ་ཞིག་མེད་བ། དེ་མི་འབོར་ཉུང་ཉུང་མ་ཞིག་མེད་དུས་སྐབས་སུ་ང་རང་ཚོའི་གི་མི་རིགས་འདི་བེད་ཐོག་ར་རྩ་ལག་འགྲོ་བ་ཡིན་པ་ཡིན་ན་ད་འདོད་རྒྱ་མི་འོག་སྟེ་དོན་རྩ་ལག་འགྲོ་བ་ཡིན་ན་དཔེ་ཉེན་ཁ་ཆག་ཉེན་ཁ་ཆེན་པོ་ཆག་དུས་སྐབས་སུ་རྒྱ་གར་ལུང་པ་བཙན་བྱོལ་སླེ་རོགས་ཁོང་གི་ག་རེ་མེད་དུ་གོང་ཚད་བྱུག་ལ། ད་ངས་ངས་ཅིག་བྲིས་བཞག་ཡོད་དེ་དང། འོ། རྒྱལ་བཙོང་བ་རེད་དོ་རྒྱལ་བཙོང་བ་ལ་ན་རྒྱལ་ཁབ་བཙོང་ངན་ལབ་པར་ལྟ། བཀའ་དྲིན་བསམ་ཤེས་མེད་པ་ལ་ཨེ་འདྲི་བྱེད་སྐོར། སྤྱོད་འཇུག་ནང་ལོགས་ལ་ག་རེ་གསུངས་ཡོད་པ་ནི་སྤྱན་རས་གཟིགས་ཀྱི་མཚན་ཐོས་པ་སྤྱན་རས་གཟིགས་ཀྱི་སྔགས་ཀྱིས་དྲངས་བ་ཡིན་ན་ནི་འོང་བ་བྱང་ཆུབ་སེམས་དཔའ་ཐོབ་ཀྱི་ཡོད་ལ་ནི་ཨེ་འདྲི་གསུངས་ཡོད། ཁོ་བོ་ད་ནི་གོང་ས་མཆོག་གི་ཆུང་དུས་ནས་ད་ལྟ་བར་དུ་ད་ད་ལྟ་གུང་ལོ་ག་ཚོད་རེད། ང་ཚོ་གི་དོན་དག་ལ་ད་ས་ཆ་ག་བ་ག་ས་ཕེབས་སྐོར། དང་བདུན་ཡིན་པ་ཡིན་ན་བོ་བཀའ་དྲིན་འདི་མ་དྲན། དེའི་སྒང་ལ་རྐང་པ་ཞག་ཧོར་དང་མི་དང་བསམ་བློ་གང་འདྲེས་ཡོད་དམ། ད་དེ་ནང་བཞིན་ཁོ་བོ་ད་སྤྲུལ་སྐུ་རེད་ལས་ད་ཆོས་ལུགས་ག་རེ་གི་སྤྲུལ་སྐུ་ཡིན་མིན་ཧ་གོ་མ་སོང། ད་གལ་སྲིད་ཁོ་རང་རང་རྙིང་མ་གི་སྤྲུལ་སྐུ་ཡིན་པ་ཡིན་ན། དཔལ་རྡོར་རིན་པོ་ཆེ་དང། དཔེ་རྣོ་རིམ་བཅས་ཀྱི་གོམ་པ་ཆེ་ཤོས་དེ་སྤྱི་བཏང་གི་བོད་ལ་ཡོད་དེ་ཡིན་ན་བེ་ལོ་གུ་བི་ལ་གནམ་གྲུའི་གླིང་གོམ་པ་ཡོད་རང་དཔེ་རྣོ་རིམ་བཅས་ཀྱི་ག་ཚོད་སྐུ་ལས་སྐྱོན་ཡོད་རེད། གོམ་པ་དེ་ཞང་ཡན་གྱི་བྱེད་འདུག་སྙམ་ལ་གོམ་པ་ཆུང་ཆུང་མ་ཞེ་འོས་མ་རོགས་ང་རང་ཚོའི་ད་ལྟ་གོམ་པ་ག་འདྲེ་རེ་སྒྲོག་བཞིན་པ་ཡིན་ན་གོམ་པ་ཆུང་ཆུང་མ་ཞེ་འོས་མ་རོགས། བླ་མ་ཁག་གི་སྐུ་ལས་སྐྱོན་བྱས་ནས་གོམ་པ་ཆེན་པོ་དེ་འདྲེ་ང་རང་ཚོས་ད་ལྟ་ནང་ཆོས་ང་རང་ཚོ་གི་རིག་གཞུང་ཆ་ཚང་འདིའི་སྒོ་ཡེ་དེ་ཁོང་རྣམ་པ་གི་བཀའ་དྲིན་རོགས། ལན། ཁོང་གི་ངོ་དེབ་ནང་རུ་ངའི་རྟ་ཡིན་པ་ངོ་དེབ་ནང་རུ་ལ་ཁོ་ཆོས་ལུགས་ཁག་གི་བླ་མ་རེ་རེ་ཁ་བཏང་གི་འདུག་དེ་འདྲའི་རྟ་མ་རེད་ཁོ། ཨེ་འདྲ། དེ་ནང་བཞིན་ད་ལྟ་ཟུར་གཅིག་ལ་བླ་མ། བླ་མ་གཅིག་འདུག་ཁོང་རྩ་ཆེན་པོ་རོགས། ཁོང་རྩ་ཆེན་པོ་ཡིན། ད་ཁོང་གི་ལུག་རྒྱུད་དང་ཤིང་མི་དང་ཡིན་ནས་རྩ་ཆེན་པོ་གཅིག།

གཞན་པ་བླ་མ་གཞན་ཁག་གི་ཆོས་ལུགས་ཁག་གི་བླ་མ་གི་བཀའ་དྲིན་དེ་ཧ་གོ་གི་མེད་བས། འོ་དེ་གཅིག་ལ་ཨེ། གསུམ་པ་དེ་གང་ཡིན་ཁ་ན། ཁྱེད་རང་གི་གོང་ས་མཆོག་དང་བླ་མ་གཞན་ཁག་ནི་འདི་ནང་བཞིན་སངས་རྒྱས་ཁོང་རྣམ་པ་ཚོ་ལས་ལྷག་ག་བྱེད་ཐུབ་ཀྱི་ཡོད། ཁོ་རང་ཞུ་འཇོན་ཡོད་བ་འགྲོ་འདུག་དོ། གོང་ས་མཆོག་ལ་དགེ་ཚོང་བ་ཁོ་རང་རྒྱལ་ཁབ་ཀྱི་ཆེད་དུ་ཡོད་འཇོན་ཡོད་བ་འགྲོ་ཞིག།

ཐ་མ་དེ་ལ་ཁྱེད་རང་ཁྱེད་རང། ཏིག་ཟབ་ས་གནང་ན་ཡག་པོ་འདུག་ལ། ཁྱེད་རང་ཁྱེད་རང། ཁྱེད་རང་ཁྱེད་རང་ལྷུང་མ་བྱོས། ཁྱེད་རང་ཁྱེད་རང་ལྷུང་ཡས་ཀྱི་དཔེ་ཉེན་ཁ་ཆེན་པོ་འདུག། འོ་དེ་ཅིག། དཔེ། ང་ཚོ། ཁྱེད་རང་དཀའ་ངལ་འཕྲད་ཡས་ཀྱི་ལས་ཀ་རེད་ད། ལ། ཁྱེད་རང་གིས་ཨེ་འདྲས་གནང་བདེ་བ་ཡིན་ན། ཁྱེད་རང་ཨེ་འདྲས་གནང་བདེ་བ་ལ་དེ་བཞིན་ཁྱེད་རང་གིས་ཨེ་འདྲས་བྱེད་བདེ་ན།